ཨ་མ་ཇོ་ཚེ་པད་མ་ལགས་ནས ྋགོང་ས་མཆོག་ལ་བརྟན་བཞུགས་དང། ཨ་ནེ་ཨ་མ་ཇོ་ཚེ་པད་མ་ལགས་དགུང་གྲངས་དགེ་བཅུ་ཕེབས་ཀྱི་ཡོད་པ་སོང་ཙང་རྒྱ་སྟོན་གྱི་རྟེན་འབྲེལ་ཅིག་སྲུང་བརྩི་ཞུ་ཡས་ཀྱི་ལས་གཞི་ཅིག་འདུག་བསམ་ཡོད་རེད། ཨ་ནེ་དེའི་ཆེད་དུ་སློབ་ཕྲུག་བུ་ཕྲུག་གི་མདུན་སློབ་ཕྲུག་དང་སློབ་ཕྲུག་ཟུར་པ་མང་པོ་ཅིག་ནས་དུས་ཐོག་ལ་རྒྱབ་སྐྱོར་གནང་ཡོད་རེད། ཨ་ནེ་ད་ག་ནང་བཞིན་གྱི་བུ་ཕྲུག་གི་མདུན་སློབ་གྲྭ་དབུས་རང་ནས།

པའི་སློབ་ཟུར་ཚང་མ་ལ་བཀྲལ། དེ་ལས་ངའི་མིང་ཚིག་སྒྲོལ་མ་ཡིན། ང་ཨ་པ་ཏི་སི་བྷི་ནི་ཡིན། ཕྱིས་སུ་ང་པ་ཏི་ཀུལ་གེ་གེ་ཡང་བྱས། ད་ལྟ་ང་ཨོན་ཁྲེ་རོལ་ལ་ཡོད། ང་ཨོན་ཁྲེ་རོལ་རྒྱུན་ལས་ཡིན། ངའི་ལས་ཀ་གཙོ་བོ་དེ Sponsorship Coordinator ཅིག་ཡོད། ངས་ལྷན་རྒྱས་ཚོ་ལ་རེ་སྐུལ་བྱེད་ཀྱི་འདུག་སྔ་མོ་ཡིན་ན་ང་ཚོ་ཏི་སི་བྷི་ལ་ཡོད་དུས་ང་ཚོ་ལ་ཕྱི་རྒྱལ་ཁག་གི་རོགས་རམ་བྱས་ནས་ང་ཚོ་ཧྲ་ཐག་ཐག་ཆགས་ཡོད་རེད་ད་ད་ལྟ་མི་དཔེ་མང་པོ་ཧྲ་ཐག་ཐག་ཆགས་ཡོད་རེད། ཡིན་ནས་སླབ་གྲྭ་ནི་ཕི་གའི་རང་འཇགས་ཡོད་རེད། སློབ་ཕྲུག་ནི་དཔེ་མང་པོ་ད་འདོད་ཡོད་རེད།

ཨ་ནེ་ད་ལྟ་ང་ཚོ་དེ་ག་རེ། བོད་ཀྱི་སློབ་ཕྲུག་ཟུར་པ་དང་ལས་བྱེད་ཟུར་པ་གང་མང་མང་འཛུལ་ཞུགས་གནང་རོགས་གནང་བྱས་ན་ང་ཚོའི་འཐུས་མི་གི་ཚབ་ཞུས་ནས་ནི་རེ་བ་དང་རེ་འདུན་ཡིན། ང་ལོ་ཟླ་རེ་བཞིན་ཀྲི་སི་བྷི་ཨ་ལུ་མི་ནེ་ཨ་སོ་སི་ཤིན་ངོས་ནས་བོད་ཁྱིམ་སློབ་ཕྲུག་ལྔ་ལ་སློབ་ཡོན་རོགས་རམ་གནང་དང་གནང་བཞིན་པ་རེད་ཤག་ཨ་ནེ་ད་ག་ན་ཤི་པརོ་ཇེཀ་གཞན་པ་དེ་འདྲ་ལ་ནི་མཐུན་རྒྱུ་རོགས་རམ་ག་ཚོད་གནང་ཐུབ་ཐུབ་དེ་བྱས་ནི།

ཏྲེ་ཞི་ལའི་ངའི་མིང་བསྟན་འཛིན་གཡང་འཛོམས་ཡིན་ནས་ངོ་ཤེས་པ་ཕལ་ཆེར་ང་ལ་གཡང་ལ་ལ་ནི་ངོ་ཤེས་མགོ་རེད། ད་ལྟ་ང་བསྡད་ས་འདི་ས་གནས Toronto Canada ལ་ཡོད། ང་ཏྲེ་སི་ཝི་གི་སློབ་ཕྲུག་ཟུར་པ་ཅིག་དང Alumni Association of Ontario གི་རྒྱུན་ལས་བྱེད་ཡིན། ངས་ཏྲེ་སི་ཝི་ཡན་ལག་མང་པོ་ཅིག་ལ་ང་སློབ་སྦྱོང་སྦྱང་ཡན་གྱི་གོ་སྐབས་རག་སོང། ཡིན་ནས་ད་ལོ་མང་ཤོས་དེ་ང་ཏྲེ་སི་ཝི་པཱ་ཏླུ་ཀུ་ལ་སློབ་སྦྱོང་སྦྱང་ཡིན། ནས། ད་ལྟ་ང་ཚོ་ཨོ་ཕྲེ་རོའི་ནང་ལོགས་ལ་ཡོད་པའི་ཡན་ལག་ཚང་མ་ནས་ཐོན་པའི་སློབ་ཟུར་ཀྲི་སི་བིག་གི་སློབ་ཟུར་དང་ལས་བྱེད་ཚང་མ་ལ་ནི་དམིགས་བསལ་གྱིས་ལོ་གཞོན་པ་འདི་གའི་ལ། ང་ཚོ་གི་ཀྲི་སི་བི་ཨལོམ་ནའི་ཨེ་སོ་སི་ཨེ་ཤོན་ཨོབ་ཨོ་ཕྲེ་རོའི་གི་ཚོགས་པ་འདི་ལ་གང་མང་མང་ཅིག་འཛུལ་ཞུགས་གནང་རོགས་གནང།
ཚང་མ་ལ་བཀྲ་ཤིས་བདེ་ལེགས། ང་བདེ་ཆེན་མཚོ་ཡིན། ང་ད་ལྟ། ཀྲི་སི་ཝི། Ontario། སྐབས་བརྒྱད་པའི་ནི་རྒྱུན་ལས་བྱེད་ཡིན། ངའི་ལས་འགན་གཙོ་བོ་དེ་ནི། དངུལ་གཉེར་པ། ཡིན། ད་ལྟ་ད་ངེད་ཀྱི Ontario ནང་ལོགས་ཡོད་པའི་བོད་མི་ཚང་མ་ལ་ནི་རེ་བ་ག་རེ་ཡིན་ལ་ན། ང་ཚོ་ཀྲི་སི་ཝི་ཀྱི་འགན་གྱི་ནི་ད་ལས་སྒོ་ག་རེ་སྤེལ་ནས་ཨ་ནི་འོང་དེ་ལ་ཚང་མ་གྱི་ནི་རྒྱབ་སྐྱོད་དང་ནི་འཛུལ་ཞུགས་གནང་རོགས་གནང། བཀྲ་ཤིས།

གང་ཡོད་ཅི་ཐུབ་བྱེད་ཀྱི་ཐབས་ཤེས་བཏང་གི་ཡིན། ཨཱ་ནི། ཁྱེད་ཚོ་རྣམས་ཚང་མས་ཨཱ་ནི་ང་ཚོ་ལ་ཨཱ་ནི། རོགས་པ་བྱེད་པའི་ཨཱ་ནི། གང་མང་མང་ཅིག་བྱེད་པའི་ཨཱ་ནི། རེ་བ་ཅིག་རྒྱག་གི་ཡོད་ཨཱ་ནི། ཨཱ་ནི། འཚམས་བློ་ལ་ལྕགས་པོ་གནང། འཚམས་བློ་ལ་ལྕགས་བྱེད་ལས།
ངའི་མིང་བསྟན་འཛིན་ཚེ་ལ་ཡིན། ང་རང་ཅི་སི་ཝི་ཡི་སློབ་ཟུར་བ་ཅིག་ཡིན། ད་ཐེངས་བོད་ཁྱིམ་ལ་འཛིན་གྲྭ་བདུན་པ་བར་དུ་སློབ་སྦྱོང་བྱས་ཡིན། དེ་ཞུ་ལ་ཏི་སི་བི་སེ་ལོ་ཀོས་ལ་འཛིན་གྲྭ་བཅུ་བ་བོད་དུ་སློབ་སྦྱོང་བྱིན། དེ་ནས་ཤེས་རིག་བརྒྱུད་ནས་སློབ་ཡོན་རག་རྗེས་ཕྱི་ལོགས་ལ་སློབ་སྦྱོང་བྱེད་ཡ་གོ་བ་མང་པོ་རག་སོང། ད་ད་ང་རག་འདུག་ཕྱི་ནས་ཕྱི་མིག་ཅིག་ལྟ་ཡོང་དུས། སློབ་སྦྱོང་བྱེད་ཡའི་གོ་སྐབས་རག་ཡ་དང་དེ་ནས་སློབ་སྦྱོང་ཤེས་ཡས་དེ་གས་དངོས་གནས་ང་རག་ཏི་སི་བི་གི་ཐུགས་རྗེ་བཀའ་དྲིན་ཡིན་བསམ་གྱི་འདུག། ཨཱ་ནི་ད་ད་ང་རང་ཉེ་ཆར་རང་ད་ལོ་རང་ཀྲུ་རོན་ཀྲོ་ལ་འདུག་སླེ་ཡིན་དེ་ནས་ཏི་སི་བི། སློབ་ཟུར་ཚོགས་པའི་ནང་ལ་རྒྱུན་ལས་བྱ་ཡ་གི་གོ་སྐབས་བྱུང་སོང། ཨ་ནི་ང་རང་གི་ལས་འགན་དེ་ག་རེ་ཡིན་ཞུས་ན་སྤྱི་ཚོགས་དྲ་རྒྱ་སྒྲིག་འཛུགས་ཀྱི་ལས་འགན་དེ་ཡིན། ཨ་ནི་ད་ལྟ་ང་རང་དེར་སླེབས་ཆེད་དོ་སྣང་ག་རེ་བྱུང་ཞུས་པ་ཡིན་ན། ཨོ་ཏྲེ་རོའི་ནང་ལོགས་ལ་ཀྲི་སི་ཝིའི་སློབ་ཟུར་བ་གཞོན་སྐྱེས་མང་པོ་ཡོད་ས་རེད། ང་རང་གི་འབོད་སྐུལ་ལ་ང་རང་ཚོ་ཀྲི་སི་ཝིའི་སློབ་ཟུར་ཚོགས་པའི་ནང་ལ་ཚོགས་མི་བྱེད་ཡ་དང། ཡང། སློབ་ཕྲུག་ལ་སྦྱིན་བདག་དུས་ཡན་དང། ཡང། ང་ཚོ་ལས་རྒྱུ་སྤེལ་རྒྱུ་ལ་དང་བླངས་དུས་ཡན། ཡང། མ་འོངས་པ་ཀྲི་སི་བྷི་སློབ་གསོའི་ཚོགས་པའི་ནང་ལོགས་ལ། རྒྱུན་ལས་བྱེད་ཡ་གོ་བབ་བྱུང་ན། ཨཱ་ནི། གང་མ་མང་གང་ཐུབ་ཐུབ་མཉམ་ཞུགས་དང། ཨཱ་ནི། རྒྱབ་སྐྱོར་གནང་རོགས་གནང་འབོད་སྐུལ་ཞུ་ཡན།

ཨ་ནི་ཞིང་ཤག་ཚེ་རིང་སྒྲོལ་མ་ལགས་སྐུ་ངལ་དཔེ་མི་སྲིད་མང་པོ་བསྐྱོན་ཡོད་རེད་ཨ་ནི་འདིའི་བཀའ་དྲིན་འདི་ཨ་ནི་ནམ་ཡང་བརྗེད་ཐབས་མེད་པ་ཅིག་རེད་ཨ་ནི་དུས་རྒྱུན་དུ་ནས་སེམས་པའི་ནང་ལོགས་ལ་ཡང་ག་དུས་ཡིན་ནས་དྲན་གྱི་འདུག་གཉིས་པ་དེ་ལ་ཡང་བུ་ཕྲུག་ཁྱིམ་སྡེ་ཟེར་ན་ཁྱིམ་ཚང་ཡང་ན་ནང་མི་ཟེར་ཡའི་ཚིག་འདི་སེམས་པའི་ནང་ལོགས་ལ་ཤར་གྱི་འདུག་ཡང་བུ་ཕྲུག་ཁྱིམ་སྡེའི་ནང་ལོགས་ལ་ཡང་བུ་ཕྲུག་ཚོ་ལ་ཡང་བྱམས་སྐྱོང་གི་ངང་ནས་ལྟ་སྐྱོང་བྱེད་ཡ་དང་ཡ་ནི་སློབ་སྦྱོང་དྲན་ཡ། མི་ཚེའི་མདུན་ལམ་བཟུང་ཡ། ནང་མི་གཅིག་ནང་ཞིག་གི་འགན་ཁེ་ཆེ་ནི། འགན་ཁུར་ཁེ་ཆེ་ཕྱག་ལས་གནང་གི་ཡོད་རེད། གསུམ་པ་དེ་ལ་ཡང་བུ་ཕྲུག་ཁྱིམ་སྡེ་ཟེར་ན། རང་ལས་གཞན་བྱས་ཡང་ན་དབྱིན་ཇིའི་ནང་ལོགས་ལ་ཡང others before self ཟེར་གི་བསླབ་བྱ་དེ་སེམས་པའི་ནང་ལོགས་ལ་ཡང་ཡང་སེ་དྲན་གི་འདུག་ཨ་ནི་དེར་སང་གི་འཛམ་བུ་གླིང་གནས་སྟངས་འདི་ནང་ལོགས་ལ་ཡང་བསླབ་བྱ་དེ་དམིགས་བསལ་གྱི་གལ་ཆེན་པོ་ཅིག་ཆགས་བསྡད་ཤག། བསམ་བློ་ལོ་ཙཱ་ཟེར་ལས་ངའི་མིང་བསྟན་འཛིན་སོག་མོ་ཡིན། ང་སློབ་སྦྱོང་འདི་ད་ཤོད་བོད་རིམ་དང་ད་ཐེངས་བོད་རིམ་ལ་སློབ་སྦྱོང་སྦྱངས་པ་ཡིན། ང་རང་བོད་ཕྲུག་གན་དུ་སློབ་གྲྭ་ལ་ཚུད་བ་ཙམ་གྱིས་ང་རང་དཔེ་བཀའ་དྲིན་ཆེན་པོ་ཡིན། བསོད་བདེ་ཆེན་པོ་ཡིན་བསམ་གྱི་འདུག་དེ་ནི་རྒྱལ་བ་རིན་པོ་ཆེ་དང། བོད་ཕྲུག་ཁྱིམ་སྡེ་གྱི་དགེ་རྒན་དང་ལས་བྱེད་ཚང་མ་ལ་ཐུགས་རྗེ་ནང་ཞུ་ཡ་ཡིན། དེ་ནི་ང་རང་བོད་ཕྲུག་ཁྱིམ་སྡེ་སློབ་གྲྭ་ལ་ང་རང་བོད་པ་ཡིན་པ་གྱི Tibetanism བྱས། བོད་ཀྱི་རིག་གཞུང་སྐད་ཡིག་ཆོས། ཚང་མ་ཨ་ནེས་ང་རང་བསམ་ཚུལ་ལ་ད་སློབ་གྲྭ་གཞན་དང་མ་འདྲ་བའི་ཡག་པར་ལབ་ཀྱི་ཡོད་རེད། ཨ་ནེས་ང་རང་ལ་འོང་དུས་ཚང་མ་སློབ་སྦྱོང་འདི་ད་བོད་ཕྲུག་ཁྱིམ་སྡེ་ནས་ང་རང་ལ་ཐོབ་བྱུང། དེ་ནས་གཞན་པ་དེ་ད་བོད་པའི་བོད་ཕྲུག་ཁྱིམ་སྡེ་གི་མོ་ཏྲོ་རང་ལས་གཞན་བྱས་ཏེ། ནང་ཆོས་དང་འབྲེལ་བ་ཤུགས་ཆེན་པོ་ཆགས་ཀྱི་ཡོད་རེད་གཞན་གཞན་རྩིས་དེ་ད་དེང་སང་ང་རང Day to Day Life ལ་ཕན་ཞུ་བཏང་གི་ཡོད། ང་རང་གང་ཐུབ་ཐུབ་བྱེད་ཀྱི་ཡོད། ལས་ཀ་ཡིན་ན་རེད་སོ་སོ་ཡི་མི་གཞན་པ་ལ་རོགས་པ་ཕན་ཐོགས་པ་ཡིན་ན་རེད་སྤུན་མཆེད་དང་ག་རེ་ཡིན་ན་ལ་ཨ་ནེས་སོ་སོ་ཕན་ཞུ་བཏང་གི་ཡོད།
ལྷན་རྒྱས་ཚང་མ་བཀྲ་ཤིས་བདེ་ལེགས། བོད་རིགས་ཁྱིམ་སྡེ་དེ་ཕྱི་ལོ་བཅུ་སྟོང་དགུ་བརྒྱ་དྲུག་ཅུ་ཟླ་བ་ལྔ་བའི་གི་ནང་ལ་ཐོག་མ་ཨ་ནི་ལམ་ཟུར་གི་ཕྲུ་གུ་ལྔ་བཅུ་ང་བཞི་ནས་འགོ་བཙུགས་ནས་ཨ་ནི་ད་ལྟ་བར་དུ་ཡ་ཨ་ནི་སློབ་ཟུར་ཐོན་པ་དེ་སྟོང་དང་ལྔ་བཅུ་ང་གཉིས་སུ་བྱུང་ཞག་འདི་ཚང་མ་ཐད་མདའ་བོད་གཞུང་དང། རྒྱ་བལ་འབྲུག་གསུམ་ཕྱི་རྒྱལ་ཁག་གི་བོད་མི་སྤྱི་མཐུན་ཚོགས་པ། གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པའི་ནང་ལ་འགན་འཁུར་བའི་ཐོག་ནས་བྱེད་ལས་གནང་བཞིན་པ་རེད་ཤག། གནང་མ་ཐུབ་པ་རྣམས་བཀའ་དྲིན་བསམ་ཤེས་ཀྱི་ཐོག་ནས་བོད་ཕྲུག་ཁྱིམ་སྡེ་གྱི་ཕྲུ་གུ་ལ་སྦྱིན་བདག་ལས་བྱེད་ལ་རྒྱབ་སྐྱོར་གནང་ཨེ། དེ་ག་ནང་བཞིན་གྱི་ད་ལྟ་བར་དུ་ཡང་བོད་ཕྲུག་ཁྱིམ་སྡེ་གྱི་སློབ་གྲྭ་བཅུ་བདུན་ཚུད་ཚུད། གཙུག་ན་བཞག། ཨ་འདི་གི་གཙོ་བོ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་ཨ་མ་དགེ་འདུན་པདྨ་ལགས། བོད་གཞུང། རྒྱ་གར་གཞུང། ཕྱི་རྒྱལ་ཁག་གི་རོགས་ཚོགས། ཨ་ནེ་སྦྱིན་བདག། ཚང་མས་ཀྱི་ལྷག་བསམ་རྣམ་དག་གི་ཐོག་ནས། སེམས་ཤུགས་དང་ལྷག་བསམ་གྱི་ལ་བརྟེན་ནས་ཨ་བོད་གཞུང་གི་ཤེས་ཡོན་གྱི་ལྟེ་གནས་ཆེ་ཤོས་དེ་བཟོ་ཐུབ་པ་དང་སྒྲུབ་ཐུབ་པ་དེ། ཨ་ཤིན་ཏུ་བཀའ་དྲིན་བསམ་ཤེས་ཀྱི་ཐོག་ནས་ཐུགས་རྗེ་ཆེ་ནས་ཞུ།
བཀྲ་ཤིས་ལེ། ད་རིང་བོད་ཕྲུག་ཁྱིམ་སྡེ་ལོ་ངོ་དྲུག་ཅུ་འཁོར་བའི་ནི་དཔེ་འབྲི་བཟང་པོ་དེ་ལ་ཚང་མ་ལ་བཀྲ་ཤིས་ལེ། ཨཱ་ནི། བུ་མོ་ང་རང་ཡིན་ན་ཀྲི་སི་ཝིན་ལ་ལོ་བཅུ་གཅིག་ལྷག་ཙམ་ཨཱ་ནི་སློབ་སྦྱོང་བྱས་ནས་བསྡད་ཡིན། ཨཱ་ནི་ཀྲི་སི་ཝི་སེ་ལ་ཀུའི་ལ་ང་ཉིས་སྟོང་བཞི་ནས་ཨཱ་ནི་ཉིས་སྟོང་བརྒྱད་སྤ་ཏོ་སློབ་སྦྱོང་བྱས་ནས་བསྡད་ཡིན། ངོ་ཚོ་ཉིས་སྟོང་བཞི་ལ་བསླབ་གྲྭ་འགོ་འཛུགས་དུས་བསམ་པ་ང་ཚོ།

ང་ཚོ་སྒེར་ལ་ཡིན་ན་ཡིན་ང་ཚོ་ཁྱིམ་བདག་དཔའ་ལམ་ལ་ཡིན་ན་ལས་བྱེད་ཚང་མ་ཡིན་ན་དེ་ཚོ་བཀའ་དྲིན་ཆེན་པོ་ཡིན་བསམ། ང་རང་ཚོ་ད་བོད་པའི་སྤྱི་ཚོགས་ནང་མ་ཅིག་བསྟན་ཡོད་པའི་སྐབས་ལ་ཡ་ད་ཅིག་དཔལ་འབྱོར་ཆབ་སྲིད་རིག་གནས་ག་རེ་ཐོག་ལ་ཡིན་པ་ཡིན་ནས་འགན་ཆེན་པོ་ཁེལ་དེ་ཉིན་མང་པོ་ཅིག་ཨ་ནེ་བོད་ཕྲུག་ཁྱིམ་དེ་ནས་སློབ་ཐོན་ཟིན་པ་དང་སློབ་སྦྱོང་བྱེད་མྱོང་ཡོད་པའི་ཡི་གེ་སློབ་ཕྲུག་མང་པོ་ཆགས་བསྡད་ཡོད་རེད་དཱ་ང་ཤེས་ང་རང་སློབ་སྦྱོང་འབྲི་ས་གོ་པ་བོད་ཡིག་ནོར་བུ་ཆགས་བཞག་ཡིན་ནས་སྙེ་མ་ཆུང་ཆུང་སྒང་གི་སློབ་གྲོགས་མང་པོ་ཅིག་དར་གེ་སང་སྤྱི་ཚོགས་སྟེང་ལ་ཡ་ད་ཅིག་འགན་ཧ་ཅང་ཆེན་པོ་ཡོད་དེ་ཉིད་ཀྱི། མིན་ན་དྲ་མཆན་འདི་འདྲའི་མང་པོ་ཆགས་བསྡད་ཡོད་རེད། ཨ་ནེ། དམིགས་བསལ་གྱིས་ད་བོད་ཡིག་སློབ་གྲྭ་ལ་ཡག་མི་ཁྱད་ཆོས་ག་རེ་ཡོད་རེད་ཞུ་བ་ཡིན་ན། ཅི་ཡི་ཤེས་ཡོན་ཡོད་པའི་སྒང་ལ་ཡག་མི་འདི་ལ་ཡག་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཨ་ནེ། ཅིག་ཡུལ་སྲོལ་གོམས་གཤིས་དང་བཅས་པ་མཉམ་དུ་སློབ་སྦྱོང་བྱེད་ས་ཀྱི་ད་ཅིག་ཤེས་བྱའི་ལྡུམ་ར་ཅིག་ལ་ཡག་ངོས་འཛིན་ཞུ་གི་ཡོད་རེད་སྤྱི་བཏང་གི་སློབ་སྦྱོང་ཅེས་ཁ་སོགས་རེད་ཚང་མ་ལོ་སློབ་གྲྭར་སློབ་སྦྱོང་བྱེད་ཀྱི་ཡོད་རེད་དེ་ལས་དམིགས་བསལ་གྱི་ཁྱད་ཆོས་གཅིག་འདི་འདེགས་རང་རེད་དེ་ཡིན་དུས་འདི་གཙོ་བོ་དེ་སྤྱི་བཏང་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང།

ཨ་ནི།
ད་ང་ཚོའི་སློབ་གྲྭ་གི། མ་མ་དང་ང་ཚོའི་སློབ་གྲྭ་གི་དགེ་རྒན་དེ་ཚོ། བཀའ་དྲིན་དེ་ནམ་ཡང་བརྗེད་གི་བརྗེད་གི་མ་རེད་རོགས་ཨ་ང་ཚོ་ཨ་ནི། ག་དུས་ཡིན་ན་བསམ་བློ་ནང་ལ་ལ་དྲན་བསྡད་ཀྱི་འདུག་རོགས་ཨ་ཨ་ནི། སྤྱི་ཐ་ནས་ང་ཚོའི་སློབ་གྲྭ་དེ་ཆགས་སྟངས་དེ་སྙིང་ཇོ་མོ་ཞུ་བྱེད་ལ་ཆགས་ཡོད་རེད་ས་ཆ་དེ། ཐ་ཚང་མ། རི་དང། ཨ་ནི་ཆུ་བྱས་ཨ་ནི་དེ་ནས་ཨ་ནི་ཀུ་ཤུ་གི་སྡོང་པོ་ཆ་ཟུར་དེ་མ་ཆ་དེ་རེད་རོ། ཨ་ནི་ཀུ་ཤུ་གི་སློབ་གྲྭ་ལ་ཀུ་ཤུ་ཡིན་ནའི་ཁ་ཆེ་ས་ས་རོ་བྱོས་རེད་བ་འདུག་སློབ་གྲྭ་ལ་རོ། ཨ་ནི་ཨ་ནི་དེ most memorable དེ་ང་ཚོའི་ཞོགས་ཆ་ཅིག་ཞོ་གས་བཏགས་པ་ཁ་ལག་ཞིག་གནང་གོ་རེད་ཨ་ནི་འོན་ཏེ་གྲོ་ཆ་འཐུག་པ་དང་སྤྲིང་མོ་ཆེ་ཁ་ཞིག་གནང་གོ་རེད་གྲོ་ཆ་འཐུག་པ་དེ། ད་ལྟ་བྱས་ན་བཅུད་ཆེན་པོར་དང་བླ་བྲ་ག་ལ་གནང་བསྡུས་ཙམ་པ་ཁོང་ཚོས་ཨ་ཐུགས་ཅག་ཐུགས་པ་ཞི་རག་ཞིམ་པོ་མི་འདུག་ལ་ངན་རོགས་ཡོད་རེད་རོགས་ཡིན་ནས་ད་ལྟ་བསམ་བློ་བཏང་ན་ནི་ཁ་ལག་དེ་བཅུད་ཆེན་པོ་ཞིག་ང་ཚོ་ལ་གནང་བཞག་དཔེ་བཀའ་དྲིན་ཆེན་པོ་ཚོར་བ་ལེགས་སོ་རོགས་ཨ་ནི་ཨུང་ཐུགས་ཨ་ནི་བླ་བྲ་དེ་ང་ཚོ་ལ་ཡང་ཟིན་ན་གད་པ་འགུལ་བ་དེ་བ་ལ་ང་ཚོ་བླ་བྲ་ལ་ཆུ་ལོག་རྒྱག་གི་ཉེན་ཁ་ཅིག་ཡོད་ཙང་ང་ཚོ་ཡང་ཚེ་འཇིག་ལ་ང་ཚོ་ཡང་རི་ག་ལ་བསྡད་ཀྱི་དེ་འདྲ་བྱས།